ཆོས་ཀྱི་ཡིད་ཆེས་དང་ང་ཏཱ་ལའི་བླ་མ་ཡིན་པའི་གནས་སྟངས་སྐོར་མདོར་བསྡུས་ཤིག་ཞུས་ན། ང་ཚོར་མི་འདོད་པའི་དུས་ཉེར་བྱུང་བའི་སྐབས་སུ་ངས་གང་བྱས་པ་དང་ངས་མི་མང་གིས་གང་བྱས་རུང་ཆོས་ལ་ཡིད་ཆེས་ཡོད་པའི་དད་སྟོབས་ཀྱི་ནུས་ཤུགས་ཆེན་པོ་ཞིག་ངེས་པར་དུ་ཡོང་བ་ཡིན་ཀྱང། ནང་པའི་ཆོས་ཀྱི་གནས་ལུགས་སྐོར་ཚིག་ཁ་ཤས་ཀྱི་ཐོག་ནས་གསལ་པོ་ཞུ་ཐུབ་པ་དཀའ་ཞིང། དེས་ན། ནང་པའི་ཆོས་ཀྱི་གནས་ལུགས་ལ་གནས་ལུགས་མ་མཁྱེན་པ་ཚོར་ངས་སྤྱིར་བཏང་ཙམ་མ་གཏོགས་བརྗོད་རྒྱུ་མིན། ང་ཚོ་རྒྱུ་མཚན་ཁུངས་དག་གིས་ཡིད་ཆེས་བྱེད་བཞིན་པ་ནི། མི་དང། སྲོག་ཆགས་ཇི་འདྲ་ཞིག་ཤི་རུང། སླར་སྐྱེ་བ་ལེན་པ་དང་སྐྱེ་བ་དེར་ལེགས་ཉེས་དད་སྡུག་གང་འདྲ་བྱུང་བ་དེ་སྐྱེ་བ་སྔོན་མའི་ལེགས་ཉེས་གང་བསགས་པའི་འབྲས་བུར་བརྟེན་ནས་བྱུང་ཞིང། ད་ལྟའི་སྐྱེ་བ་འདི་འགའི་ལས་གསོག་སྟངས་ཀྱིས་ཕྱི་མའི་བདེ་སྡུག་དེར་འགྱུར་བ། གང་ཡང་བཟོ་ཐུབ་པ་འདི་འདི་ལ་ལས་སམ་སྐར་མ་ཞེས་ཟེར། དེ་ཡི་དུད་འགྲོ་ནས་མི་དང་མི་ནས་དུད་འགྲོ་སྐྱེ་བ་སོགས་ཡོང། འབྲུག་སྐུའི་ཞི་བའི་ཐར་པ་ཐོབ་དུས་འཁོར་བར་སྐྱེས་པའི་རྒྱུན་ཆད་པ་རེད། དུག་སྐུའི་ཞི་བའི་ཐར་པ་ཐོབ་དུས་འཁོར་བའི་འཁོར་བར་སྐྱེས་པའི་རྒྱུན་ཆད་པ་སྟེ། ན་གྱི་བུ་ནི་རཱ་བ་ད་བ་ན་ནི་ར་བ་ན་ཞེས་པ་ཐར་པ་ལའང་ཐོག་མ་རིམ་པ་མང་པོ་ཡོད་ཅིང་དེའི་ནང་ན་མཐོ་ཤོས་སངས་རྒྱས་ཀྱི་གོ་འཕང་ཡིན། སྐྱེ་བ་སྔ་ཕྱིར་ཡིད་ཅན་བྱུང་ན་ཚང་མའི་བྱམས་བརྩེ་སེམས་ཀྱིས་བསྐྱེད་ཐུབ་བྱམས་བརྩེ་སེམས་བསྐྱེད་ཐུབ། སྐྱེ་བ་སྔོན་མ་རྣམས་སུ་སེམས་ཅན་སེམས་ཅན་རྣམས་རང་གི་ཕ་མ་སྤུན་གྲོགས་སུ་མ་གྱུར་པ་འགའ་ཡང་མེད་དེ་དཀའ་ཐུབ་དང་བཟོད་པ་བྱིན་པ་བསམ་པ་སྙིང་རྗེ་བཅས་ཀྱང་འགྲེང་ཐུབ། སྤྲུལ་སྐུ་རྣམས་ནི་རིམ་པ་མཐོ་བའི་སངས་རྒྱས་ཏེ། བུམ་པ་ཡ་དང་བཅའ། བུང་བྱ་དང། རིམ་པ་སྨྲ་བ་བྱང་ཆུབ་སེམས་དཔའ་སྟེ། བོ་དྷི་ས་ཏྭ་འདི་ཉིད་ལས་བྱུང་བ་ཡིན། ཡང་ན་ཐར་པ་ཐོབ་པ་དང་མ་ཐོབ་པས་ཉན་རང་མི་སློབ་པ་དང་སློབ་པ་ནས་ཀྱང་འབྱུང་སྲིད། སྤྲུལ་སྐུ་ཚོས། སེམས་ཅན་རྣམས་སངས་རྒྱས་ཀྱི་ས་ལ། ཆུ་སྐྱེས་ཀྱི་རོགས་ལྟ་བུར་བསྟེན། སེམས་ཅན་རྣམས་ལ་ཐེ་ཚེམ་གྱིས་སྐྱབས་འོག་བྱེད་ཐུབ་ན། སྤྲུལ་སྐུ་རང་ཉིད་སངས་རྒྱས་ཀྱི་ས་ཐོབ་པར་ཡང་ཕན་ཐོགས་ཡོད། སངས་རྒྱས་ཚོས་སྤྲུལ་སྐུར་སྐྱེ་བ་ཞེས་པ་དེ་སེམས་ཅན་གཞན་ལ་མགོན་སྐྱབས་བྱེད་པའི་དོན་ཁོ་ན་མ་གཏོགས་མེད་ཅིང་འཛམ་གླིང་ན་སྐྱེ་བའི་དུས་ཚོད་སྐབས་སུ་བབ་པ་ན་སངས་རྒྱས་ཆོས་སྐྱེས་པ་ཞེས་བཞད་ཀྱི་རེད། དེ་ཡང་སངས་རྒྱས། ལོངས་སྐུ། རང་སྣང་གི་ཞིང་ཁམས་སོ་སོར་བཞུགས་ཏེ་དེའི་སྤྲུལ་པ་ཞིག་གྱིས་བསྐྱེད་པ་འབྱིན་པ་དཔེར་ན་ནམ་མཁའ་དྭངས་བའི་དབྱིངས་ནས་ཟླ་བ་ནམ་མཁར་གནས་བཞིན་དུ། འབད་རྩོལ་མེད་པར་ས་སྟེང་ཆུ་སྣོད་དུ་མའི་ནང་དུ་ཅིག་ཅར་དུ་སྣ་བཟུང་སྣང་བ་ཞིག་སངས་རྒྱས་ཀྱིས་ཀྱང་ཞིང་ཁམས་དུ་མར་སྐྱེ་བ་མང་པོའི་སྐྱེ་བ་མང་པོ་འཛིན་ཐུབ་པ་ཡིན། དེ་ལྟར་སྐྱེ་རྒྱུའི་དེ་ཚོའི་སྐྱེ་བ་ཕྱི་མ། ཡུལ་གང་དུ་དུས་ཚོད་ཇི་ལྟར་སྐྱེ་བ་སོགས་འདི་དག། འདི་དག། སྐྱེ་བ་སོགས་ཚེ་འདི་གར་ཐག་གཅོད་བྱེད་ཐུབ་ཅིང། སྤྲུལ་སྐུ་དེས་སྐྱེ་བ་སྔོན་མའི་གནས་ཚུལ་ཤེས་པ་ལ་བརྟེན་ནས། དེས་སྐྱེ་བར་ངོས་འཛིན་བྱེད་པ་ཡིན། ངས་ཕྲུ་གུའི་སྐབས་ཆོས་ཀྱི་སློབ་ཆུང་ལ་དཀའ་ཉེན་ཧུར་ལེན་བྱས་ཡོད་ཀྱང་གུ་ཡངས་ནམ་ཡང་མེད་པ་མ་ཡིན། ལུང་པ་གཞན་གྱི་མི་འགའ་ཤས་ནས་ཏཱ་ལའི་བླ་མ་ཏཱ་ལའི་བླ་མ་ཚོས་པོ་ཏཱ་ལའི་ཕོ་བྲང་ལ་བརྩོན་པ་ནང་བཞིན་རེད་བརྗོད་ཀྱི་ཡོད་ཚོད་སློབ་སྦྱོང་བྱེད་དགོས་པའི་རྐྱེན་གྱིས་ཕྱི་སྐྱོད་ཡང་ཡང་བྱེད་པའི་གོ་སྐབས་མེད་པ་དེ་དྲན་པ་ཡིན། འོན་ཀྱང་པོ་ཏཱ་ལ་དང་ལྷ་སའི་གྲོང་ཁྱེར་གྱི་བར་ལ་ངས་ནང་མི་ཚོར་ཁང་པ་ཞིག་ཁྱབ་ཡོད་ཅིང། དེའི་ནང། ཉུང་ཤོས་ལ་ཟླ་བ་རེའམ་ཡང་ན་དུས་དྲག་དྲུག། ནང་དུ་ཁྱེར་གྱི་ཡོད་ཡོད་པར་བརྟེན་ནས་མི་དང། ཏེ་ནང་མི་དང། ཡ་བྲལ་དུ་གྱུར་ཡོད་པ་མ་རེད། པོ་ཏཱ་ལའམ་ནོར་བུ་གླིང་གར་ཉིན་ལྟར་དྲུང་ཆེའི་མཛད་ཁུར་རེ་ཡོད་པ་དེར་ང་ཡང་ཡང་སྐྱོད་སྐབས་ཕ་དམ་པ་ཡང་དེར་ཕེབས་པས་ཡང་ཡང་མཇལ་གྱི་ཡོད། ངས་ཕ་དམ་པ་དེ་ཉིད། གནས་སྟངས་ངོ་མ་དེ་འགྱུར་ཡང་ད་དུང་སྔར་བཞིན་ལྟ་ལ་ག་པོ་ཡོད་པར་བརྟེན་ཁོང་སྔ་དྲོ་གསོལ་སྦྱིན་མ་གནང་གོང། རྟ་ལ་ཆུ་ཆག་དང་མཐུན་རྐྱེན་འཛོམས་པའི་སྐབས། གསར་བཞུགས་སླེབས་ཆེད་གོང་བསྔགས་སོགས་གནང་བར་ཕེབས་ཤིང་ནོར་བུ་གླིང་དཀར་རྒྱལ་དབང་གོང་མའི་ཆིབས་ར་ཡོད་སྟབས་དངོས་ལ་བལྟར་མི་སྲིད་པས་དེ་ནས་ངའི་སར་ཕེབས་ཀྱི་ཡོད་ཅེས་བརྗོད་ཆོག་པ་འདྲ། ང་ལྷ་སར་སླེབས་ནས་ལོ་གཅིག་ཆད་ངས་གཅེན་པོ་དད་པ་དང་གཅེན་མོ་བཅས་སྐུ་འབུམ་ནས་ལྷ་སར་ཕེབས་ཏེ་ང་ཚོ་ཚང་མ་མཉམ་འཛོམས་བྱུང་ཞིང། དེ་རྗེས་ངས་སྐྱེས་མར་གཅུང་མོ་བཞི་དང་དེའི་རྗེས་བུ་བཞི་བཅས་བཙས་པ་རེད། བུ། བུ་དེར་ངེད་ཚོའི་ཚང་མས་བརྩེ་དུང་བྱེད་ཀྱི་ཡོད། ངའི་ཡི་འོག་གཅུང་པོ་ཞིག་བྱུང་སྟབས་ང་རང་ག་པོ་བྱུང་རུང། དེ་ལོ་གཉིས་གཉིས་སོན་མཚམས་གྲོངས་སོང་བར་སེམས་སྐྱོ་བོ་བྱུང། དུས་ངན་དེ་འདྲའི་ངས་ཕ་མ་ཚོར་ཐེངས་མང་པོ་བྱུང་ཡོང་ཞིང། གཅུང་པོ་དེ་གྲོངས་བའི་སྐབས་གནས་ཚུལ་ཡ་མཚན་ཞིག་བྱུང་སྟེ་བོད་ཀྱི་ལུགས་སྲོལ་ལ་ཕུང་པོ་སྲེག་སྦྱོར་སོགས་མ་བྱས་གོང་བླ་མ་དང་རྩིས་པ་སོགས་ལ་གོ་བསྡུར་བྱེད་ཅིང། སྐབས་དེར་ལྷ་ལའང་དྲི་བསྐོར་བྱེད་སྲོལ་ལྟར་བྱེད་པར་དེའི་སྐབས་ཁོང་ཚོའི་ཕུང་པོ་དེ་མ་སྦས་པར་ཉར་ཚགས་བྱས་ཡོད་ལ། སླར་ཡང་ཁང་པ་དེ་རང་ལ་སྐྱེལ་བ་ལེན་གྱི་རེད་ཅེས་གསུངས་ནས། དེས་ཁུངས་སྐྱེལ་ལ་ཕུང་པོའི་སྟེང་མར་གྱི་རྟགས་ཤིག་བརྒྱབ་པ་རེད། དེ་རྗེས་ཨ་མ་ལགས་སུ་བུ་གཅིག་འཁྲུངས་སོང་བ། དེ་སྔོན་མའི་གཅུང་པོ་འདས་པ་དེའི་སྐྱེ་བ་ཡིན་པར་གྲགས་ཏེ། གང་ཡིན་ན། གང་གིས་ན། སྔོ་མའི་ཕུང་པོར་མར་གྱི་རྟགས་ཡོད་པ་དེར་ཤ་རྟགས་དཀར་པོ་ཞིག་ཡོད་འདུག་པ་སོགས་དེ་ནི། སླར་སླར་སྐྱེ་བ་བླངས་པའི་མི་ཚེ་གསར་པ་འགོ་ཚུགས་པ་རེད། ནང་མི་དོན་གནས་དེ་ཚོའི་ནང་ལ་ངས་ཤེས་རྟོགས་ཕྲན་བུ་ཡོང་གི་ཡོད། ང་ཆུང་ཆུང་སྐབས་ནས་མི་ཁྱེམ་པ་དང་མཉམ་དུ་དེ་དེས་པས་ཕྲུ་གུ་གཞན་གྱི་ཆོས་དང་ཨ་མའི་སར་ཧ་ཅང་ཡུལ་སྡོད་བྱ་རྒྱུ་མ་བྱུང་བས་སྤྱིར་བཏང་ཕྲུ་གུའི་གནས་ཚུལ་ཕྲན་བུ་མ་ཚང་བ་ཞིག་ཏན་ཏན་ཡོང་ཡོད་ཀྱི་རེད་མི་འགའ་ཤས་ནས་པོ་ཏ་པོ་ཏ་ལ་ངས་བཙོན་ཁང་ལྟ་བུར་མངོན་གྱི་ཡོད་སྲིད་ཀྱང་པོ་ཏ་ལ་དེ་ནི་ཡངས་ཤིང་རྒྱ་ཆེ་བ་ཞིག་ཡོད་པས་འཛམ་གླིང་ནང་གི་ཁང་པ་ཆེ་ཤོས་ཤིག་ཡིན་པར་བརྗོད་ཀྱི་ཡོད་སྐད་འདུག། ལོ་མང་རིང་དེ་ཡི་ནང་དེས་ཀྱང་གསང་བའི་ཁང་པ་ཚང་མ་ཤེས་མི་ཐུབ། ཁང་པ་དེ་རི་ཞིག་གི་རྩེར་ཆགས་ཡོད་ཏེ་དེ་རང་གྲོང་ཁྱེར་ལྟ་བུ་ཞིག་ཡིན། དེ་ནི་ལོ་གཅིག་སྟོང་སུམ་བརྒྱ་སྔོན་བོད་ཀྱི་རྒྱལ་པོ་སྲོང་བཙན་སྒམ་པོས་སྒོམ་སྒྲུབ་གནས་ཡུལ་དུ་བཞེངས་པར་ཡེ་ཤུའི་དུས་རབས་ཆུ་འདུས་པའི་ནང་ལ་ཏཱ་ལའི་བླ་མ་སྐུ་ཚེ་ལྔ་པ་གྱ་བརྒྱད་གནང་བ་རེད། དེའི་དཀྱིལ་དུ་ཐོག་རྩེག་བཅུ་གསུམ་ཙམ་ཡོད་པ་དེ་རྣམས་ཁོང་གི་བཀའ་དང་བསྟུན་ཏེ་བཞེངས་ཤིང། ཐོག་རྩེག་གཉིས་ཙམ་སླེབས་སྐབས་ཁོང་དགོངས་པ་རྫོགས་ཡོད། སྐུ་ཚེའི་དུས་བཅད། འདོར་བའི་དུས་སུ། འབར་བ་མཁྱེན་པའི་ཁོང་གིས་དེ་གཟིགས་ལ། དགེ་དབང་རང་ཉིད་མེད་པའི་ཞལ་ནས་བཤད། བརྩེ་ཞིང་བརྩོན་གྱི་ལས་ཀར་གསེར་རྒྱན་བྱེད་རྒྱུར། རེ་ཞིག་གསང་བ་བྱེད་དགོས་གསུངས་པ་ལྟར་དེ་གཟིགས་ནས་ཏཱ་ལའི་བླ་མ་འདྲ་བའི་དགེ་འདུན་པ་ཞིག་འཚོལ་ཏེ་ལོ་བཅོ་ལྔ་རིང་གསང་བ་བྱས་ཏེ་ཁོང་གི་ཡང་སྲིད་མྱུར་བཅོལ་ཆེད། ཚིག་ཐོ་ཞིག་ཀྱི་སྟེང་དུ་སྨོན་ལམ་བྲིས་བཀོད་བྱས་པ། དེང་སང་ཡང། དེང་སང་ཡང། དེང་སང་ཡང་ཐོག་བརྩེགས་གཉིས་པའི་ཐད་མཐོང་རྒྱུ་ཡོད་པ་རེད། པོ་ཏཱ་ལའི་དབུས་སུ་ཚོང་ཁང་དང་མཛད་སྒོ། མཛད་སྒོ། མཛད་སྒོ་ཚུགས་ས་རྒྱ་ཆེ་ལ་གཞན་ཡང་ལྷ་ཁང་སུམ་ཅུ། སུམ་ཅུ་སོ་ལྔ་ཙམ་ཡོད་པ་དེ་ཚོར་བརྐོས་དང་ཚོས་རིགས་སོགས་ཧ་ཅང་མཛེས་ཤིང་བརྗིད་ཆགས་བརྗིད་ཆགས་པོ་ཡོད། དེ་ཚོའི་ནང་ཏཱ་ལའི་བླ་མའི་སྐུ་ཕྲེང་གྱད་ཀྱི་སྐུ་གདུང་བཞུགས་ཡུལ་གསེར་གྱི་མཆོད་རྟེན་དུ་རྩ་ཆེའི་རིགས་རིགས་ཀྱི་ཁྲག་རྒྱན་བཅས་མཐོ་ཚད་ཕུ་སུམ་ཅུ་ཙམ་བྱས་པ་ཡོད། པོ་ཏཱ་ལའི་ནུབ་དངོས་ནུབ་དངོས་རྣམས་བྱེད་ཚུལ་རྒྱ་སྐྱེད་བྱས་ཏེ་དེ་ཡི་ནང་ད་པ་བརྒྱ་དང་བདུན་ཅུ་དོན་ལྔ་ཙམ་ཡོད། ཤར་རྒྱུད་དུ་གཞུང་གི་ལས་ཁུངས་ཁག་དང་སེར་མོ་བའི་དཔོན་རིགས་ཀྱི་སློབ་གྲྭ་ཁང། ཚོགས་འདུ་ཆེན་མོ་བཅས་ཀྱི་ཚུགས་ཡུལ་དང་གྲོང་ཁྱེར་ནང་མཐུ་རྩེ་ཕུ་བཞི་བརྒྱ་ཡོད་པའི་གསེར་ཡིག་ཚང་གི་སྟེང་ང་སྡོད་ས་ཁང་མིག་བཞི་ཡོད། དུས་བདུན་སྡོད་ས་དེར་ཆེ་ཆུང་ཕུད། གྲུ་བཞི་ཉི་ཤུ་རྩ་ལྔ་ཙམ་ཡོད་ཅིང་དེའི་གཙིགས་ཐོག་སུ་སྐུ་ཚེ་ལྔ་པའི་མཛད་པ་རྣམས་ཚུན་བཏང་སྟེ་རི་མོ་ཤིན་ཏུ་ཞིབ་པར་བྲིས་པའི་གཟུགས་བརྙན་རྣམས་ཆེ་ཆུང་ཨིན། གཅིག་རེ་ཙམ་ལས་མེད་ཀྱང་གསལ་ཞིང་ཉམས་དོད་པོ་ཡོད་པས་ངས་རང་དཔེ་ཆ་སོགས་བཀླགས་ཏེ་ཐང་ཆད་པའི་སྐབས་རྩིག་ལོགས་ཀྱི་རི་མོ་རྣམས་ལ་ཡང་ཡང་ལྟ་ཞིག་བྱེད་ཀྱི་ཡོད། པོ་ཏཱ་ལ་ཏའི་ཡིག་རྐང་ལྷ་ཁང་སློབ་གྲྭ་བོད་ས་བཅས་ཡིན་པ་མ་ཟད། མཛོད་ཆེན་པོ་ཞིག་ཀྱང་རེད། དེ་ཡི་ནང་བྲིས་ཐང་རིན་ཐང་བྲལ་བ་སྟོང་ཕྲག་མང་པོ་ཡོད་ཅིང། ཐང་ག་འགའ་ཤས་ལོ་སྟོང་ཕྲག་ལྷག་ཙམ་སོང་བའང་ཡོད། སྔར་ལོ་སྟོང་ཕྲག་གཉིས་ཙམ་གྱི་དུས་ལ་བོད་ཀྱི་རྒྱལ་པོ་ཚོས་རྒྱ་ནག་དང། སོག་པོའི་གོང་མ་རྣམས་ཀྱི་འབུལ་བར་ཕུལ་བའི་དངོས་རིགས་རྣམས་དང་ཏཱ་ལའི་བླ་མ་གོང་མ་རྣམས་ཀྱི་སྐུ་ཕྱྭ་སྐུ་ཕྱྭའི་བོད་ཀྱི་རྒྱལ་རབས་རིམ་པའི་གོ་མཚོན་གྱི་རིགས་སོགས་ཡོད་པའི་གནས་རྩོམ་གནས་མཛོད་ཀྱང་ཡིན། བར་ན་ནི་གན་རྩོད་ཀྱང་ཡོད། དཔེ་མཛོད་ཁང་རྣམས་ཀྱི་ནང་བོད་ཀྱི་ཆོས་དང་ཤེས་རིག་གི་ལོ་རྒྱུས་དཔེ་ཆ་སྟོང་ཕྲག་བདུན་ཙམ་ཡོད། པོད་འགའ་ཤས་ལ་པོད་དགུའི། བརྒྱད་ཅུ་ཙམ་གྱི་སྦྱིན་བསྩལ་ཡོད། སྤོན། སྤོན། ཨ་ནར་བྷོན། རྒྱ་གར་ནས་ལོ་སྟོང་ཕྲག་འགོང། རྒྱ་གར་ནས་ལོ་སྟོང་ཕྲག་འགོང་འཁུར་ཡོང་བའི་ཤིང་གི་ལོ་མའི་སྟེང་བྲིས་པའི་དཔེ་ཆ་ཡང་མང་པོ་ཡོད། ཚོས་སྟོང་ཕྲག་གཉིས་ཙམ་ནི་རིན་ཆེན་སྣ་བདུན་གྱིས་བྲིས་པ་ཡིན། པོ་ཏཱ་ལའི་འོག་ཏུ་བཞུགས་རྣམས་གོམ་པ་ཁ་དང་དམག་མི་ལས་བྱེད་སོགས་ལ་སྤྲོད་ཆེད་བྱ་དམར་གནམ་རིག་སོགས་ཀྱིས་གང་བའི་མཛོད་མང་པོ་ཡོད། ད་ཆ་པོ་ཏཱ་ལའི་ནང་ཡོད་པའི་བང་མཛོད་དེ་ཚོ་དེང་སྐབས་ག་འདྲ་བྱས་ཡོད་ཡོད་དམ་ངས་བརྗོད་ཤེས་ཀྱི་མེད་ཅིང་མི་འདུག་ཅིང། པོ་ཏཱ་ལའི་ཤར་རྒྱུད་སུས་ཁྲིམས་འགལ་བྱས་པའི་བཙོན་པ་རིམ་རིམ་པ་མཐོ་དཀའ་བཅུག་པའི་བཙོན་ཁང་ཡོད་པ་དཔེར་ན། དེ་ལོན་ཏོན་གྱི་ལོན་ཏོན་གྱི་ཀྲ་བར་འདྲ་བོ་ཡོད། ཕྱོགས་བཞི་ལ་སྲུང་སྐྱོབ་ཀྱི་ཆེད་དུ་སྐོར་བྱས་པའི་དམག་མི་ཚོའི་བསྡད་ས་ཡོད། ཁང་པ་ཡངས་ཤིང་རྒྱ་ཆེ་བ་དེ་འདྲ་ཞིག་གི་ནང་དུ་ངས་སློབ་སྦྱོང་དང་ཕྲུ་གུའི་སྐབས་ཀྱི་རྩེད་མོ་སོགས་བྱས་པ་ཡིན། ད་ང་འཕྲུལ་འཁོར་རིགས་ལ་དགའ་པོ་ཡོད་ཀྱང། དེ་ཚོའི་གནས་ཚུལ་བརྗོད་མཁན་མེད། ང་ཆུང་ཆུང་སྐབས་འཕྲུལ་ཆས་ལ་དགའ་པོ་ཡོད་པའི་བསད་མཁན་གྱི་མི་ཚོས་རྩེད་ཆས་རྣམས་ཆུ་དང་མེ་སྐོར། Motor། Motor། Motor། གྲུ་གཟིངས་སོགས་འབུལ་བསྐུར་ཡོང་གི་ཡོད། འོན་ཀྱང་དེ་ཚོར་གུ་རིང་རྩེད་མོ་རྩེད་པ་ཅེས་པ་ཁོ་ནའི་འདོད་པ་མ་ཁེངས་པར་རྩེད་ཆས་དེ་ཚོ་བཤིག་ཏེ་ཇི་ལྟར་བཟོས་ཡོད་མེད་ཀྱི་རྟོག་ཞིབ་བྱས་ཏེ་ཕལ་ཆེར་ཕལ་ཆེར་སླར་སྔར་བཞིན་བསྒྲིགས་ཐུབ་ཀྱི་ཡོད་ཀྱང། སྐབས་སྐབས་ལ་རེ་ཅུང་ཟད་བཟོས་བཟོས་སུའང་འགྲོ་བཞིན་འདུག་ཕྱོགས་མཚུངས། མེ་ཀ་ནོ་ཞེས་པས་མེ་ཀ་ནོ་ཞེས་པའི་རྩེད་ཆས་ཆ་ཚང་ཞིག་ཡོད་དེ་དེ་ནི་དངོས་གནས་པ། མིག་གིས་མ་མཐོང་གོང་རི་ལི་དང་མོ་ཏྲ་སོགས་བཟོ་ཡི་ཡོད། བྱེད་ཚུལ་གློག་བརྙན་སྟོན་ཆས་རྙིང་པ་ལག་དཔེ་བེད་སྤྱོད་བྱེད་རྒྱུ་ཞིག་ལག་འབྱོར་བྱུང་བ་དེས་དེ་ཤེས་སྐབས་དེའི་ནང་ནས་གློག་གི་ལས་ཀའི་གནས་ཚུལ་ཞིག་རྙེད་པར་དེ་ལ་བློ་ཞུགས། དེ་ནས་གློག་ཆུ་ཡི་གནས་ཐོག་མར་ཤེས་ཐོག་མར་ཤེས་བྱུང། དེ་ལ་གློག་སྐུད་སོགས་མང་པོ་ཡོད་པའི་ཉམས་ཞིབ་བྱས་ཏེ་གནད་རྣམས་མ་ཤེས་པར་གཅིག་པུར་མེ་འཁོར་འདེད་འཚོལ་གྱི་ཡོད། དེ་རྗེས། ཁོ་བོའི་ལག་ཐོགས་ཆུ་ཚོད་ཞིག་རྩིག་ཐུབ་ཤིང་ཆུ་ཚོད་དེས་གནད་ཚང་མ་ཤིས་ནས་ག་འདྲ་བཟོ་མིན་ལྟ་ཞིབ་བྱས་ཏེ་སླར་བྲིས་པ་དེ་ད་དུང་སྐྱོན་མེད་འགྲོ་བཞིན་འདུག།